དེ་རྗེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་གཙོས་པའི་བོད་ཀྱི་དཔའ་བོ་དང་དཔའ་མོ་ཚོས་རྣམ་པའི་བཀའ་དྲིན་རྗེས་དྲན་དང་བོད་རང་བཙན་འཐབ་རྩོད་ཀྱི་ཆེད་དུ། དེ་རིང་འཛམ་གླིང་མཉམ་འབྲེལ་རྒྱ་མཚོ་གི་མདུན་དུ་འཛོམས་པའི་ཁ་བ་གངས་ཅན་པའི་བོད་པ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་བཀའ་དྲིན་ཆེ་ཞུ། ངའི་མིང་ལ་པོ་ཆུང་ཚང་འགྲོ་ཕེ་དབང་མོ་ཡིན། ངའི་མི་ཚེ་ནང་དཔའ་བོ་བློ་དགའ་རང་བཙན་ལ་ངོ་བཞེངས་པའི་གོ་སྐབས་བྱུང་བ་འདི། ང་རང་གིས་བསོད་ནམས་བརྩི་གི་ཡོད། ང་རྒྱ་གར་ནས་ནིའུ་ཡོག་གནམ་ཐང་ལ་སླེབས་ནས་བཟུང། དཔའ་བོ་བློ་དགའ་རང་བཙན་ངོ་ཤེས་ཀྱི་ཡོད། འོན་ཏེ་ཕྱིན་ནས་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་གཤིས་ཀ་ངོ་མ་དེ་ག་འདྲ་ཡོད་ཨང་ང་ཧ་གོ་གི་ཡོད། དཔའ་བོ་བློ་དགའ་རང་བཙན་ལགས་ནི། མི་སེམས་པ་བཟང་པོ། རྣ་བ་སྐྱིད་པོ། གཞན་ལ་རོགས་པ་བྱེད་མཁན་དང། དགེ་ཞེན་ཧ་ཅང་ཆེན་པོ་ཞིག་རེད། སྤྱིར་ན་གསུམ་པ་ལ་ངས་ལོ་བཅུ་དྲུག་སྐྱེས་སྐར་གྱི་ཆེད་དུ། དཔའ་བོ་བློ་དགའ་རང་བཙན་ལགས་ཀྱི་ནང་མི་ན་བཞིན་རོགས་པ་ཧ་ལས་པ་གནང་སོང། དེ་ངའི་སྐྱེས་སྐར་གྱི་བརྗེད་དཀའ་བའི་དྲན་གསོ་རྩ་ཆེན་པོ་ཞིག་བརྩི་གི་ཡོད། དཔའ་བོ་བློ་དགའ་རང་བཙན་ལགས་འཇིག་རྟེན་འདིར་མི་ལོ་ལྔ་བཅུ་ང་གཉིས་བཞུགས་པའི་རིང་ལ New York Post དང་དགྲ་བོ་རྒྱ་ནག་མ་གཏོགས་ཁོང་གི་ནང་མི་སྤུན་མཆེད་དང་གྲོགས་པོ་གྲོགས་མོ་ཚོས་ཁོང་ལ་དུས་ནམ་ཡང་སྨྱོན་པ་ཟེར་ནས་འགྲེལ་བཤད་བརྒྱབ་མྱོང་ཡོད་མ་རེད། དཔའ་བོ་བློ་ཁ་རང་བཙན་བཞུགས་པའི་རིང་ལ། བོད་རང་བཙན་འཐབ་རྩོད་པ་ཞིག་དང། ཁོང་གྲོངས་པའི་སྐབས་སུ་རྒྱལ་གཅེས་དཔའ་བོ་ཞིག་རེད། དཔའ་བོ་བློ་ཁ་རང་བཙན་ལགས་ཀྱི་ལོ་རྒྱུས་ངོ་མ་འདི་རེད། དེ་ངས་ཧ་གསལ་པོ་གོ་གི་ཡོད། དེ་ངས་བདེན་དཔང་བྱེད་ཐུབ་ཀྱི་ཡོད། དགྲ་བོ་རྒྱ་ནག་གིས་བོད་རྩ་མེད་བཏང་ཨེ་གི། བོད་རྩ་མེད་བཏང་ཨེ་གི་ཁྲིམས་འགལ་གྱི་ལས་ཀ་དེ་ཚོ་ཁྲིམས་མཐུན་བཟོས་ཨེ་གི་ཐབས་ཤེས་ཆེད་དུ Ethnic Unity and Progress Law ཟེར་བའི་ཁྲིམས་དེ་བཟོས་པ་རེད། ཁྲིམས་ཡིག་འདིའི་རྒྱབ་ཏུ། དགྲ་བོ་རྒྱ་ནག་གི་དམིགས་ཡུལ་ངོ་མ་དེ་ག་རེ་ཡིན་པ་ང་ཚོས་ངོས་འཛིན་བྱེད་ཐུབ་དགོས་རེད། དེ་ནི། བོད་ནང་དུ་བོད་མི་རིགས། རིག་གཞུང་དང་བཅས་པ་རྩ་མེད་བཟོ་བའི་གནས་ཚུལ་དེ་ཚོ་བེད་ཡག་གི་ཐབས་ཤེས་བྱེད་དགོས་རེད། རྒྱ་ནག་གིས་ང་ཚོ་བོད་པའི་ཕྲུ་གུ་ལོ་བཞི་ནས་བཅོ་བརྒྱད་བར། བུ་ཕྲུག་སྟོང་ཕྲག་མང་པོ་ཕ་མ་དང་ཁ་བྲལ་ནས་བཅའ་སྡོད་སློབ་གྲྭ་ནང་དུ་བཙན་པོ་བྱས་ནས་བཅུག་གི་ཡོད་རེད། བཅའ་སྡོད་སློབ་གྲྭ་ནང་དུ་རྒྱ་སྐད་དང་རྒྱ་ཡིག་མ་གཏོགས་བོད་ཀྱི་སྐད་ཡིག་དང་རིག་གཞུང་སྦྱངས་མི་ཆོག་པ་དང་སྦྱངས་ས་མེད་པ་བཟོས་ཀྱི་ཡོད་རེད། ཁྲིམས་ཡིག་ཨང་དྲུག་ཅུ་རེ་ལྔ་པ་དེ་བོད་ནང་གི་བོད་པ་ཚོས་ཁ་དང་ལག་པ་བསྡམས་པ་ན་བཞིན་ཆགས་རྒྱུ་ཡོད་རེད། ཡིན་ན་ཡང། བོད་ནང་གི་བོད་པ་ཚོས། གང་ཡོང་ཅི་ཡོང་གིས་བོད་ཀྱི་རིག་གཞུང་དང་སྐད་ཡིག་སྲུང་སྐྱོབ་བྱེད་ཡ་གི་ཐབས་ཤེས་ཤིག་འོ་རེད། ད་ང་ཚོ་བཙན་བྱོལ་རང་དབང་ལུང་པ་ནང་དུ་ཡོད་པའི་བོད་པ་ཚོ། ལྷག་པར་དུ་ང་ཚོ་གཞོན་སྐྱེས་ཚོ། སོ་སོར་ལ་དྲི་བ་དང་བསམ་བློ་བཏང་ཡག་གི་དུས་ཚོད་སླེབས་ཡོད་རེད། དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་གཙོས་པའི་བོད་ཀྱི་དཔའ་བོ་དང་དཔའ་མོ་ཚོས་ཞལ་ཆེམས་དང། རེ་བ་དེ་ཚོ་ག་འདྲ་བྱས་ནས་འགྲུབ་དགོས་ས་རེད། དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་སྐར་མ་དྲུག་རིང་ཞལ་ཆེམས་གསུངས་པ་ནང་བཞིན། ང་ཚོ་བོད་པ་ཚོ་ལ་བོད་རང་བཙན་མ་གཏོགས།

དཀའ་ངལ་དང་སྡུག་བསྔལ་མྱོང་བསྡད་པ་དེ་དགྲ་བོ་རྒྱ་ནག་གི་སྲིད་ཇུས་དང་ཁྲིམས་ལུགས་ཀྱི་རྒྱུ་མཚན་གཅིག་པོ་མིན་པར། དཀའ་ངལ་དང་རྒྱུ་མཚན་གཙོ་བོ་དེ་དགྲ་བོ་རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་པ་དེ་རེད། འོ་འདི་ང་ཚོ་ངོས་འཛིན་བྱེད་ཐུབ་དགོས་རེད། འོ་འདི་ང་ཚོ་ཁས་ལེན་བྱེད་ཐུབ་དགོས་རེད། བོད་རང་བཙན་སླར་གསོ་བྱེད་ཡ་ནི་གལ་ཆེ་ཤོས་དང། བོད་ཀྱི་རྩ་དོན་ནི་བོད་རང་བཙན་རེད། ང་ཚོ་གཞོན་སྐྱེས་ཚོ་དོན་དག་ངོ་མ་དེ་ཁས་ལེན་ཕོག་པ་དང་དཀའ་ངལ་ལ་གདོང་བསྟན་ཐུབ་པའི་མི་རབས་ཤིག་ཆགས་དགོས། འདི་བོད་ཀྱི་མ་འོངས་པ་རེད། འདི་དཔའ་བོ་དང་དཔའ་མོ་ཚོའི་རེ་བ་རེད། འདི་དགྲ་བོ་རྒྱ་ནག་ལ་ཁ་གཏད་ཀྱི་ནུས་པ་རེད། མི་ལོ་བདུན་ཅུ་ལྷག་དགྲ་བོ་རྒྱ་ནག་གིས་བཙན་འཛུལ་དང་གཉའ་གནོན་མྱོང་ནས། བསྡད་ཡོད་རེད། ད་བོད་མི་རེ་རེ་གཉིད་སད་པའི་དུས་ཚོད་སླེབས་ཡོད་རེད། གཉིད་སད་ནས་བོད་རང་བཙན་འཐབ་རྩོད་བྱེད་ཡས་ཀྱི་དུས་ཚོད་སླེབས་རེད། བོད་རང་བཙན་སླར་གསོ་བྱེད་ནས་བོད་ལ་ཕྱིར་ལོག་རྒྱུའི་རེ་བ་དང་རྨི་ལམ་ཡོད་པའི་བོད་པ་ཚང་མ་གཉིད་སད་ཡས་ཀྱི་ཆེད་དུ

ཚུད་པས། བོད་ཀྱི་དཔའ་བོ་དང་དཔའ་མོ་ཚོ་ལ། ང་ཚོས་ད་དུང་ཡང་དྲིན་ལན་དང་བུ་ལོན་ལྷག་བསྡད་ཡོད་རེད། དཔའ་བོའི་ཞེ་དགུ་ཚར་བའི་རྗེས་སུ་ཡང་ང་ཚོས་མུ་མཐུད་ནས་བོད་རང་བཙན་འཐབ་རྩོད་བྱེད་དགོས་རེད། དཔའ་བོ་བློ་དགའ་རང་བཙན་ལགས་ཀྱི་གླུད་གཏོང་འདི། བོད་རང་བཙན་འཐབ་རྩོད་ཀྱི་ལོ་རྒྱུས་རིང་པོའི་ནང་དུ། གླུད་གཏོང་འཕར་མའི་གྲངས་ཀ་ཞིག་མི་ཆགས་པར། བོད་རང་བཙན་འཐབ་རྩོད་ཀྱི་མཐོ་རླབས་ཤིག་བཟོ་དགོས། དཔའ་བོ་ལོ་ང་རང་བཙན་ལགས་ཀྱི་ཞལ་མཆན་དང། རེ་བ་ཆེད་དོ། དེ་རིང་ནས་བཟུང། ང་ཚོ་བོད་པའི་གཞོན་སྐྱེས་ཚོ། བོད་པ་གྲོགས་པོ་དང་གྲོགས་མོ་མཉམ་དུ་ཡོད་དུས། བོད་སྐད་རྒྱག་དགོས་རེད། སོ་སོ་ལག་པ་ལ་བོད་ཀྱི་རྒྱ་དར་འཁྱེར་ནས། འཐབ་རྩོད་ལ་ཕེབས་ཤོག། དེ་རིང་ནས་བཟུང། ང་ཚོའི་མི་རབས་ཀྱིས་དུས་ནམ་ཡང་དགྲ་བོ་རྒྱ་ནག་གི་གཉའ་གནོན་དང་དགྲ་བོ་རྒྱ་ནག་ལ་མགོ་བོ་མི་སྒུར་བའི་དམ་བཅའ་དང་སྙིང་སྟོབས་ཤིག་སྐྱེ་དགོས་རེད། དེང་སང་རྒྱ་མི་ཚོས་བོད་དེ་མི་རབས་གཉིས་ཀྱི་རྗེས་སུ་སྐད་ཡིག། དང་མི་རབས་རྩ་མེད་འགྲོ་གི་རེད་ཟེར་གྱི་འདུག་དགྲ་བོ་རྒྱ་ནག་གིས་བོད་ཀྱི་མི་རབས་གཉིས་ལ་རྩ་མེད་འགྲོ་གི་རེད་ཟེར་བའི་ལུང་བསྟན་དེ་ང་ཚོས་དུས་ནམ་ཡང་ཁས་ལེན་མེད། དགྲ་བོ་རྒྱ་ནག་གི་རེ་བ་དང་ལུང་བསྟན་འདིས་ཁ་གཏད་དུ། དེ་རིང་ནས་བཟུང་ང་ཚོ་གཞོན་སྐྱེས་ཚོས་བོད་པའི་སྐད་ཡིག་དང་རྒྱལ་རབས་ཕར་མ་སྦྱངས་ནས་དགྲ་བོ་རྒྱ་ནག་ལ་ངོ་ཚ་དང།